ཆོས་སྡེ་ཁག་རེད་ཚོགས་སྐྱིད་ཁག་རེད་མི་མང་ཚོ་རེད་ཚང་མས་དོ་གལ་ཆེན་པོ་རྩིས་གནང་བྱས་འདུག་ཟེར། དང་བརྟན་བཞུགས་གཟབ་རྒྱས་གནང་པར་ཡང་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞིང་ཞུ་གི་ཡོད། ཨེ་ནི་ད་ལྟ་བརྟན་བཞུགས་ཀྱི་མཚམས་འདི་ག་སོགས་རེད། ཞལ་བཞེས་ཞུ་ཡ་ཟེར་ཡ་འདི་ཡ་བླ་མ་སྐྱིད་ཆེ་ལ་རང་དབང་ཐོབ་མཁན་ཚོ་ལ་ཡ་དེ་ནི་ཡ་ད་ག་ཟེ་བཞུགས་རོགས་གནང་ཟེར་གསོལ་བ་བཏབ། བླ་མས་ཀྱང་ཨེ་ནི། ང་ད་ག་ཟེར་ཞུ་གི་ཡིན་ཟེར་མ་སོང་དེ་འདྲ་ཞིག་གནང་གི་ཡོད་ཡིན་པ་རེད་དེ་ལྟས་ང་ནི་མིང་ཆེན་པོ་གཅིག་ཡོད་པ་མ་གཏོགས་དོན་ལ་ཡང་སོ་སོ་སྐྱེ་བོ་ཐ་མ་པ་རང་རེད་མ་གཏོགས་མ་འདྲ་གང་ཡང་ཡོད་པ་མ་རེད་དེ་འདྲ་ཡིན་དུས་ཙམ་ནས་ངས་རང་རང་དབང་གི་ཐོག་ནས་ང་ད་ག་ཟེར་ཞིག་བལྟས་ཀྱི་ཡིན་བྱས་ནས་ལབ་ཐུབ་ཡག་ཡོད་མ་རེད་དེ་ཡིན་ན་ཡང་ད་ད་རིང་འདི་གཙོ་བོ་མིང་བསྟན་དང་བླ་ཆེན་ཚོ་རེད། མཁན་པོ་བླ་སྤྲུལ་ཚོ་རེ་དགེ་འདུན་པ་ཚོ་བཅས་ཉི་མ་མང་པོའི་རིང་གང་ལ་ཡང་ཚེ་སྒྲུབ་གཟབ་ནན་གནང་ང་ད་ག་ནང་བཞིན་མི་མང་ཚོས་ཡིན་ན་ཡང་དད་འདུན་རྩེ་གཅིག་པའི་སྒོ་ནས་ཐུགས་སུ་བྱས་ནས་གནང་ང་ཡིན་དུས་རྩ་ནས་ད་དེ་ཡིན་ན་དེ་ནང་བཞིན་ང་ཚོ་བོད་ལ་ཡང་ཅི་དགོན་པ་ཁག་རེད་ཤུལ་རྒྱུད་ཁག་རེད་ཚང་མས་ཞི་རགས་གཟབ་གཟབ་སིག་སིག། ག་རེ་བྱེད་རྒྱུ་ཡོད་མེད་ཚང་མ་ལོག་བྱས་བཞག་དེ་འདྲ་ཡི་གནས་ཚུལ་མང་པོ་སྦྱར་ཞོར་བྱུང་དེར་ཁྱེད་འདི་ཕྱི་རྒྱལ་གང་ལ་ཡོད་ངལ་རྩོལ་རེད་ཚང་མས་འདི་འདྲ་བྱས་འདི་འདྲ་ག་ཟེར་བར་ཅིག་སྐུ་ཚེ་ཚིག་སྒྲུབ་ཀྱི་བྱ་བ་རྒྱ་ཆེན་པོ་བྱས་པའི་ཀྱི་དགེ་བའི་རྩ་བ་འདི་ཡི་ཐུགས་ལ་གཏད་ནས་ཨེ་ནི་རང་ཅག་རྣམས་ལ་བཀའ་དྲིན་ལྷག་པར་དུ་ཆེ་བ་སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་བའི་དབང་པོ་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་གི་དབུར་བཞུགས་པའི་ཨེ་ནི་མཆོག་དང་རིགས་སུ་མ་ཆད་པའི་བསྟན་འཛིན་གྱི་སྐྱེས་བུ་དམ་པ་རྣམས་སྐུ་ཚེ་ཞབས་པའི་བསྐལ་པ་རྒྱ་མཚོར་བརྟན་པ་དང། ཐུགས་ཀྱི་བཞེད་དོན་མཐའ་དག་གེགས་མེད་ལྷུན་གྱིས་གྲུབ་པ། ཨེ་ནི་དེ་དག་གི་ཐུགས་རྗེ་དང་བྱིན་རླབས་བརྟེན་ནས་ང་རང་ཡིན་ན་ཡང་ད་ཅི་ཐང་དུ་ལོག་བཞིན་པ་སླེབས་པ་རེད་དེ་ཡིན་ན་ཡང་སེམས་ཤུགས་དེ་རབ་ཏུ་གཙང་ནས་ཆགས་མེད་དེ་ད་རུང་ཡིན་ན་ཡང་ད་དེ་འདྲས་ཀྱི་འདུག་ཆོས་ཐམས་ཅད་རྟེན་འབྲེལ་བསལ་ཏེ་ཕྱི་ནང་གི་རྒྱུ་རྐྱེན་ལ་བརྟེན་ནས་བྱུང་བ་ཡིན་དུས་ཙམ་ལས་དེ་ལྟ་བུའི་ནི་ཚེ་སྒྲུབ་ཀྱི་ཆོ་ག་རྒྱ་ཆེན་རྣམ་པར་གྱི་བཀའ་དྲིན་ལ་བརྟེན་ནས་ཡུན་རིང་པོ་འཚོ་གི་རེད་བསམ་པའི་གི་དེ་ཡིད་ཆེས་དང། བདེན་པོ་ཡོད་དེ་ཙམ་ནས་འབྲེལ་ཡིན་དུས་ཙམ་ལས་ནི་ཆོ་གའི་གཞུང་ནས་གསུངས་པ་ནང་བཞིན་ག་དེ་བསྟན་པ་རྒྱས་པ་དང་སེམས་ཅན་ཕན་པའི་རྒྱུ་གྱུར་ན་མི་ལོ་བརྒྱ་རྩ་བརྒྱད་ལྷག་སོགས་གང་འདོད་འཚོ་བར་བླ་མ་དང་རྒྱལ་བ་སྲས་དང་བཅས་པའི་བདག། དབང་བཅུ་ལྡན་པར་བྱིན་གྱིས་རློབས། ཅེས་གསུངས་པ་ནང་བཞིན་དེ་དེ་བཞིན་དུ་ཞུ། ཅེས་ཞུ་ཡ་ཡིན་ཐུགས་རྗེ་ཆེ།